ད་ལྟའི་གི་ཆ་ལ་སྤྱི་ཚོགས་དྲ་རྒྱ་ནང་ལ་ང་ཚོའི་གི་སྤྱི་ཚོགས་ནང་ལ་དཀྲུག་རྒྱ་སྡིང་ངེ་ཞིག་དོ་དི། ད་ང་རང་ཚོ་སྤྱི་ཚོགས་གི་ཟབ་ཟབ་ཞིའུ་བྱིའུ་བ་བྱིར་དོ་ང་རང་ཚོ་ཚང་མ་གི་ཤེས་གི་དོ་ཨ་བོད་མི་སྒྲིག་འཛུགས་ཀ་བ་གསུམ་དི་གཅིག་བྱེད་གི་འདུག་དི་གལ་ཆེན་པོ་རེད་ལ་ནི་ཡིན་ནས་དི་དངོས་གནས་གལ་ཆེན་པོ་ག་ཚི་སུས་གི་ཡོད་ན་བསམ་ན་ང་དི་དོགས་པ་འདུག་དུས་རྒྱུན་དི་ཀ་བ་གསུམ་མགོ་རེད་ལ་ནི་དུས་ལོ་མང་པོ་ཅིག་ལ་བཀའ་མོལ་གནང་ནི་དེ་འདྲའི་ཤེས་སྡིང་ངེ་དི་འཛུགས་གི་ཨ་ད་ལྟའི་ཆ་ལ་འོས་བསྡུ་གི་ལས་དོན་དི་གང་ལ་དོ་པོ་གཏང་ཡག་དང་དི་ཏག་ཏག་མ་འགྲོ་ཡག་གི་མང་པོ་བྱས་ཟ་ང་ཚོས་བཟོད་བསྲན་བྱེད་ང་ཚོས་ཀྱི་ཐབས་མཁས་པོ་ག་ཚོད་བྱེད་ཡིན་མི་ཤེས། དངོས་གནས་ཁོ་རང་མགོ་བཙུགས་ཟེར་བ་ནས་ཛམ་བཞག་ཡག་གི་ཐབས་ཤེས་མང་པོ་བྱེད་ཞུས་ཡིན་ད་ཁྱེད་རང་གི་ལས་ཀ་འདི་བྱེད་ན། ད་ལྟའི་ཆ་ལ་དཀའ་བ་གཉིས་མེད་པ་བྱ་ཡག་གི་ལང་ཀ་བཟོས་གི་འདུག་ད་ས་ནི་ཕ་ཏུ་ཞུ་རྒྱུ་བྱུང། ང་ཚོས་ཀྱི་བཟོད་སྒོམ་བྱེད་ཀྱི་ཡོད་ད་ཁྱེད་རང་ག་རེ་བཤད་པ་ཆ་ཚང་འདི་ག་ལ་ང་ཚོས་ཀྱི་ལས་ཀ་བྱེད་པ་ཡིན་ན་ཨ་འདི་འདྲ་ཆགས་ས་རེད་ཟེར་འདི་ཡིན་དུས་ད་ལྟ་ང་ག་རེ་ཞུ་ཡིན་ཟེར་ན། སྤྱི་ཚོགས་དྲ་རྒྱ་ནང་ལ་བཀྲམ་ངེས་ཀྱི་མི་དེ་ཚོ་གི་དགོངས་པ་ག་རེ་བཞེས་བར་ཟེར་ན། ང་ཚོའི་གི། རྒྱལ་ཁབ་རང་བཙན་ཡོད་པོ་གི་རྒྱལ་ཁབ་མིག་གི་བྱེད་གི་འདུག་ལ་ཡ་འདི་འདྲ་བོ་གཅིག་པ་གཅིག་ཀྱང་བྱེད་ཡ་ཡོད་མ་རེད་བསམ་འདུག་ང་ཚོའི་གི་གནས་སྟངས་འདི་རྒྱལ་ཁབ་གཞན་པ་དང་མ་འདྲ་རེད་ད་ང་ཚོ་མང་ཚོགས་རེད་ག་རེ་བཤད་ངེས་འཕྲོ་ན་བཤད་ག་རེ་བྱེད་ངེས་འཕྲོ་ན་བྱེད་ལ་ཡ་འདི་ད་ལས་ལ་བོར་ད་ཡིན་ནའི་ང་ཚོ། ལུང་པ་སོ་སོའི་ལུང་པ་མེད་བའི་མི་ལུང་པ་གཞན་པ་ཅིག་ན་ལ་ང་ཚོ་བསྡད་ཡོར་བ་ང་ཚོས་ངེས་པ་བཏང་ལ་དུས་གང་དེར་བ་ངེས་པ་བཏང་གོ། དེའི་ཁྲིམས་དང་སྒྲིག་གཞི་ནང་ལ་ག་རེ་ཡོད་པ་དེ་ངེས་པ་བཏང་གོ། ས་ཡིས་ངེས་པ་བཏང་ས་ན་བཏང་གོ་བྱས་ན། མི་ཞིག་ཡིན་ན་ང་ཚོ་ནང་ལ་ཡིན་ནའི་ར་བ་སྤུ་གུ་གཅིག་གིས་ནོར་འཁྲུལ་བྱས་ན་ངེས་པ་བཏང་ས་ན་ད་སྤུ་གུ་དེ་གིས་འོ་དེ་ང་ཡང་སྐྱོ་བྱེད་ཀྱི་མེད་ས་ལ་ནི་ཁྱི་གོ་ར་བ་ག་ས་ངས་དེ་ནོར་འཁྲུལ་རེད་ས་ལ་ནི་ནོར་འཁྲུལ་ཡིན་པའི་ངོས་ལེན་བྱེད་གོ་རེ་ངེས་པ་བཏང་རེ་ད་ངེས་པ་བཏང་ས་ན་ད་ཁྱོད་ག་རེ་བྱེད་ཡས་ན་བྱེད་དེ་ལས་ལྷག་ས་བྱེད་གོ་ར་ད་དེ་ག་རེ་ལ་གོ་རེ་ང་ཚོ་ལ་ཁྱད་གསོད་མ་ར་ད་དེ། བོད་མི་སྒྲིག་འཛུགས་ལ་མཁྱེན་སོས་རེད་འོས་བསྡུ་ལྷན་ཁང་གི་སྒྲིག་གཞི་འདི་ལ་མཁྱེན་སོས་རེད་ད་འདི་མ་བརྩིས་ན། ཟུར་འདིའི་མི་མང་ཚང་མ་མཁྱེན་དགོས་རེད་བསམ་གི་འདུག་ད་འདོད་འདི་འདྲའི་སྣང་ངེ་དང་རྫུན་ལ། བད། ཆེན་རྒྱ་ངེ་དང་ཙུ་ད་རྒྱ་མི་དང་ག་འདྲའི་ག་འདྲའི་ཡོད་ཡོད་ཤིང་ཁྲིང་མོ་ར། གནས་ཡོད་མི་སྣ་འདྲེ་གེ་འགྲིག་ད་འདི་འདྲ་སྣང་གི་འདུག་ད། ད་འདི། དོ་ད་སོ་སོ་དངོས་སུ་མཇལ་བའི་སྐལ་ད་ཞུ་ཡ་ཡིན་རྒྱ་ཆེ་རྒྱ་དམ་པ། རྒྱ་ནག་འདི་འདྲའི་སྣང་སོ་ད་ང་ཚོ་ཧ་གོ་སོ་ད། ད་འདི་ཡོད་འདི་ག་འདའི་སྤྱི་ཚོགས་ཀྱི་ད་འདའི་ཆ་ལ་གཟབ་གཟབ་སྣང་དགོས་ཡ་འདི་ང་ཚོ་གི་སྐྱབས་མགོན་རིན་པོ་ཆེ། ད་མ་ནི་རང་འདྲ་ཁ་ན་སྲུང་འཁོར་བ་སྐྱབས་མགོན་རིན་པོ་ཆེ་དགོངས་སྐྱབས་མགོན་རིན་པོ་ཆེ་གིས་དེ་དངོས་གནས་སྐྱབས་མགོན་རིན་པོ་ཆེ་ག་རེ་སྲུང་འཁོར་ཡིན། མཐུན་ལམ་གྱིས་གཅིག་སྒྲིལ་གྱིས། ང་ཚོ་མི་ཉུང་ཉུང་ཞིག་མི་ཤེས་མི་དུས་ང་ཚོས་ཀྱིས་ཁ་བརྡས་བཅའ་དགོས་ས་དེ་ལ་བྷ་ག་ལ་ཁ་བརྡོས་བཅའ་དགོས་ར་འདི་ང་ཚོ་གཅིག་སྒྲིལ་གྱིས་བཅའ་དགོས་རེད་ང་ཚོའི་ནང་ལོག་ལ་འགྲིག་མ་འགྲིག་ག་རེ་ཡོད་ན་དེ་བཤད་ས་ཡོད་རེད། ལྷན་ཁང་ཚང་མ་ལ་ཡ་ཡིད་བཏང་ས་ཡོད་རེད་འགྲིག་གི་མི་འདུག་ན་ས་གནས་ལ་སོ་སོ་སོ་ག་རེ་འགྲིག་གི་མི་འདུག་ཞུ་ས་ཡོད་རེད་བ་ང་ཚོ་ལ་ཡིག་ཐོག་ནས་ག་རེ་ཞུ་བ་དེ་ང་ཚོ་དེའི་མཚན་རྟེན་བརྩིས་ནས་ང་ཚོ་དེ་ལ་ངོས་ལེན་ཞུས་ནས་ག་རེ་ལག་བསྟར་ཡིན་ད་ཞུ་ཡོད་རེད། ད་སྤྱི་ཚོགས་དྲ་རྒྱ་འདི་ལབ་ན་སུ་ལ་ཕན་གིར་གདའ། མི་གཅིག་གིས་ལབ་བས་ན་ཁོ་དཀའ་ངལ་འདི་སུ་གང་སེལ་ཐུག་མར་གདའ་ག་ཟེར་ན། གཞུང་གི་ལངས་ཕྱོགས་ལ་སྤྱི་ཚོགས་དྲ་རྒྱ་ནང་ལ་བཀྲམ་བཞག་པའི་གནས་ཚུལ་འདི་ལ་ལག་པ་འཆང་གི་མེད་ཟེར་ན་ཡོད་རེད། དེ་ཡོད་དུས་གོ་ན་ཁོ་ཡིག་སྐྱམ་འདྲ་བོ་དག་དེ་རྩིས་སྒོར་བཅོལ་ན་དེ་ཡོད་དུས་དངོས་གནས་ཀྱི་སྤྱི་སེམས་ཡོད་ངེས། རྒྱལ་ཁབ་ལ་བསམ་བློ་ཡོད་ངེས་ཡིན་ན། ད་སེམས་འཚབ་ཡོང་སྲིད་རོགས་གནས་ཚུལ་ག་རེ་ཡིན། དེ་ཡག་ཞུ་གཏུག་བྱེད་ས་གི་ལྷན་ཁང་ག་བ་ལ་ཞུ་ན་དེ་དཀའ་ངལ་འདི་སེལ་ཐུག་ས་རེད། ཁྲིམས་ཞིབ་ཁང་ལ་ཞུ་དགོས་ན་འདྲ་འོས་བསྡུ་ལྷན་ཁང་ལ་ཞུ་དགོས་ན་འདྲ། བཀའ་སྤྱི་གླེང་སྐོར་ལ་ཞུ་ག་བ་ཞུ་ནས་ཞུ་ས་ཡོར་བ་དེ་མཚན་ལྡན་གྱི་ཞུ་ས་ཐོ་ནས་ཞུ་བས་ན་དཀའ་ངལ་སེལ་གྱི་རེད་ད་ངོ་དམིགས་ཡོད་འདིར་བ་སྒྲིག་སྲོལ་འདི་ལ་ཕན་ཐོག་ཡ་ད་དཀའ་ངལ་སེལ་གྱི་དམིགས་ཡོད་ནར་ད་དེ་སྨན་པ་སྤྱི་ཚོགས་དཀྲུག་ཡ་རང་གི་ཆ་ཞིག་ཡིན་ན་ནི་ད་དེ་འདྲས་རང་གནང་བསྡད་ཀྱི་རོག་ད་འདས་གནང་བསྡད་བ་ནང་བཞིན་གནང་བསྡད་ཀྱི་རོག་དེ་ཡིན་ན་ག་རེ་ཆག་གི་རེད་ཟེར་ན་མ་འོངས་པའི་གི་སྤྱི་ཚོགས་ནང་ལ་དངོས་གནས་གི་མི་སེམས་པ་སེམས་ཤུགས་ཡོང་གི་ལས་ཀ་བྱེད་ཐུག་གི་རེད་བས། ད་རེས་ལས་ཀ་བྱེད་ན་ཆོས་བྱེད་མདོ་ཁ་ནག་པོ་བཟོས་ཡ་ཅི་མི་ཤེས་སོ་སོ་ག་ཚོད་ལ་ཡ་མིན་ན་ཡོང་ནས་ལྟ། སངས་རྒྱས་སྐུ་བཞག་པ་འདྲ་བོ་བཞག་འདས་རེད་ག་བ་ག་རེ་ལ་ནས་གོ་མ་སོང་མཐོང་མ་སོང་ལ་འདས་འདས་རེད་མི་ཤེས་ལས་ཀ་བྱེད་པ་ཡིན་ན་སྐྱོན་རུ་བ་བྱེད་པ་ཡིན་ན་གཅིག་ཡོང་ཡ་ཡིན་པ་རེད་འགྲིག་པ་དང་མ་འགྲིག་པ་སོ་སོ་འདོད་པ་གང་འདོད་གང་འདོད་དཔེ་ཡག་པོ་ཆུང་ཤ་ལ་གི་རེད་སོ་སོ་སྡེ་བ་མ་བྱོན་ཅིག་དྲང་པོ་བྱུང་ཡོད་ནས་ད་འདི་མ་བིན་རེད་དྲང་པོ་མིན་འདུག་ག་རེ་ཡིན་ན་འདི་བཤད་འདི་གི་འདུག་ད་ཡང་ད་ངས་ག་རེ་ཞུ་ཡ་ཟེར་ན་སྤྱི་ཚོགས་དྲ་རྒྱ་ནང་ལ་དོན་ངན་དེ་ཚོ་ད་ལ་བ་ག་གི་ལག་འབྲས་བྱིན་ནས་བྱེད་གི་ཡོད་ན་ག་རེ་བྱེད་གི་ཡོད་ན་ང་ཤེས་ཡ་མེད་འདི་ངས་ཧ་གོ་གི་མེད་རོ་ག་རེ་བྱིན་མོ་དོན་བྱེད་གོ་ཡ་རྒྱུ་མཚན་དངོས་ཀྱི་སོ་སོ་གི་ཚང་ནས་སྤྱི་ཚོགས་ལ་སེམས་ཤེས་སེམས་འཚབ་ཡོད་ན་ཨ་ནི་རྒྱུ་ལམ་ཡོད་རེད་འདི་རྒྱུ་ནས་ཞུ་བ་ཡིན་ན་དངོས་གནས་གི་ཁོ་དོན་དག་ཅིག་གསོལ་ཡ་ཡོད་རེད་ཞུ་ཡ་གཅིག་འདི་ཡིན་གཉིས་པ་འདི་མི་མང་ལ་ཕྱིས་སུ་དྲ་རྒྱ་ནང་སྐད་ཟ་ལ་ལྟ་ནི་འཁྲུག་བ་ཡིན་ན། ང་ཚོ་ལ་ག་རེ་ཕན་གྱིར་ལྟ། འོས་བསྡུ་ལས་འགའ་རྐུ་མ་རེད་ཤག་འོས་བསྡུ་ལས་འགའ་འདི་རེད་ཤག་ལབ་ན་སུ་ལ་ཕན་གྱིར་ལྟ། ལ་བྷ་ག་དེ་ངས་འཛུགས་ལ་ལྟ་མགོ་བདེ་ཡ་འདིར་བ་མི་ཤི་ང་ཚོ་གསུམ་ལ་ནི་གལ་ཡོད་མ་རེད་ང་ཚོ་གསུམ་ད་རིང་ཉི་མ་ད་རིང་ནི་ང་ཡིན་ངེད་གཉིས་ད་རིང་ནི་རྩ་རེད་ལྟ། སུ་སོ་སོ་ཚི་རུའི་འདྲུད་རལ་རྐུ་མ་གནང་ས་ལ་ལོ་ག་ཆག་དེར་འོས་བསྡུ་ལས་འགའ་གནས་དགོ་ར་མོ་ཐོན་ནི་འདི་ལ་ཡིད་ཆེས་དང་འདི་གི་ཆེ་མཐོང་འདི་གནས་དགོ་ར། མཚན་གང་འདི་ལ་མཚན་གཞིར་འགྲོ་ཡ་གི་ལས་ཀ་བྱེད་ཡ་དུ་འདུག། དངོས་གནས་ཀྱི་ལྷག་བསམ་རྣམ་དག་མི་ག་ཚོད་རེད་ཟེར་བ་འདི། དོགས་པ་འདུག་བྱས་ཙང་འདི་ཡིན་དུས་མི་མང་གིས་མ་འོངས་པར་འདིའི་རིགས་འདི་བྱུང་བ་ཡིན་ན། འདི་ལ་གཅིག་གིས་ཞི་བོ་གཅིག་གིས་དར་རྒྱབ་བཏང་ཡ་དང་འདི་ཚོ་ལ། སྔེན་མ་ནས་སོ་སོ་ས་ནས་བསྐོར་རྒྱུར་འདི་དུས་ཞུས་ཡོད་འདི་ཚོ་དེ་གི་དེ་ལ་ཡིན་ཕྱིན་མི་བྱེད་ཡིད་གཟབ་གནང་རོགས་གནང་ཟེར་བ་འདི་འདྲའི་འདི་ཡིན་གི་ང་ཚོ་སྤྱི་ཚོགས་ཀྱི་གཅིག་སྒྲིལ་ཡོང་ཡ་ཆ་ལ་དར་མདོ་འཐོར་ཕྱིར་འགྲོ་ཡ་འདི་གནས་ཚུལ་མང་ང་ཆ་ཡ་གི་ཉེན་ཁ་འདུག་ཟེར་བ་ནི་ཞུས་ཡ་གཅིག་བྱས། གཉིས་པ་འདི་རྣམ་པ་ཚོ་ས་གོས་པ་རེད། རྣམ་པ་ཚོགས་ཀྱིས་ད་ལྟ་བར་དུ་ང་ཚོ་གིས་གང། འདི་ཆེ་བ་དེ་ང་ཚོ་ཡི་རྣམ་པ་ཚོགས་ལ་གང་ཐུག་ཐུག་ཅིག་བྱ་འགྲོ་སྙམ་དུ་ཞུ་ཡོད་རེད་ཡིན་ནས་གནས་ཚུལ་འགའ་ཤས་ཅིག་ལ་ང་རང་ཚོ་ལས་དཀའ་ངལ་ཡོད་དང་གསལ་པོ་བཟོས་དྲགས་བའི་དཀའ་ངལ་ཡོད་རེད་རྣམ་པ་ཚོ་ཁྱེད་འཁོར་བ་ང་ཚོ་གིས་གཞུང་སྒྲིག་འཛུགས་འདི་ལ་ག་བ་ག་བ་ལ་མཐུན་དགོས་རེད་ག་བ་ག་བ་ལ་ལྟ་དགོས་རེད་ག་ཤེད་ལབ་དགོས་ཡ་ག་ཤེད་ལབ་མ་ཆོག་ཡ་དེ་འདྲ་ཡོད་རེད་བ། འདི་ཡིན་དུས་ངས་རེ་བའི་རེ་བ་ཞུ་ཡ་དེ་རེད་ད་ང་ཕལ་ཆེར་ཡིན་ད་ང་ཚོ་མི་ཚང་མ་སོང་ན་དེ་རིང་གི་མཐའ་མ་ཡིན་དུས་མ་འོངས་པ་རྣམ་པ་ཚོགས་ཀྱིས་ད་ང་རང་གིས་སོ་སོའི་སྤུ་གུ་འདྲ་བོ་བྱས་ནས་ལག་གི་ཡོད་རེད་བ། རྒན་ཁྱེད་དུས་གང་དེ་ལྕི་བ་དེ་ཁྱེད་ཆོས་ཆོས་བཞག་རོགས་བྱེས་ར། སྤྱི་ཚོགས་འདི་དང་ང་ཚོ་སྒྲིག་འཛུགས་འདི་ལ་གནོད་ཤུགས་ག་རེ་གནོད་མཁན་འགྲོ་གི་འདུག་བས་མི་འདོད་ང་ཚོ་སྒྲིག་འཛུགས་འདི་ལ་ཕན་ཐོག་གི་འདུག་གནོད་སྐྱེལ་གི་འདུག་དེ་ཡིན་གཅིག་མིན་གཅིག་དགོངས་པ་བཞེས་རོགས་བྱེས་ར་འདི་ངས་འབུལ་གི་ཞུ་ཡ་ཡིན་ཞིང་ཨ་ནི་ད་རང་ཡིན་ད་མང་ཆེ་ཅིག་ཀོང་བོ་ཚོགས་གཙོ་སོང་ཚང་སོང་ཨ་ནི་ད་ད་པ་འདུག་རྣམ་པ་ཚོ་ཚང་མ་གྱེས་ད། གང་ཐུགས་ཅི་ཐུགས་ཀྱིས་ད་ང་ཚོའི་གི་རེ་བ་ནང་བཞིན་གྱི་ཕྱག་གྲུ་གནམ་བསྟན་གནང་སོང་གནང་བ་ཚང་མ་ལ་ཐུགས་ཆེ་ས་ཞུ་ཡི།
འོས་བསྡུ་འགན་འཛིན་ལས་རོགས་ཅིག་གི་མིང་གིས་བྱས་ནས་ད་གང་ལྟ་སོ་སོའི་ཤེས་བྱ་ཡོན་ཏན་འཇོན་ཐང་ཡོད་མེད་ལ་མ་ལྟོས་པའི་གི་སྐབས་སུ་བབས་པས་ཐོག་མར་སྤྱི་ཟླ་བཅུ་བའི་ཚེས་གཅིག་ནས་འོས་བསྡུ་འགན་འཛིན་ལས་འཕར་གྱི་དམ་བཅའ་ཕུལ་བ་ནང་བཞིན་དེའི་རྗེས་ལ་སྐྱབས་མགོན་རིན་པོ་ཆེ་ལ་ཡིག་ཐོག་ནས་གང་ལྟར་ང་ཚོ་གསུམ་གྱིས་དམ་བཅའ་ཕུལ་བྱས་ནས་དྲང་པོ་དྲང་བཞག་གི་ངོས་ནས་སྤྱི་པའི་ཐོག་ལ་འགན་འཁུར་ལྷག་བསམ་རྣམ་དག་གིས་ཞུ་གི་ཡིན་ཞེས་བྱས་ནས་ཡར་མཇལ་ཁ་བཅར་བ་དང་སྦྲགས་ནས་ང་ཚོ་དེ་འདྲའི་སྙན་བཟང་ཞུ་ཡས་ཀྱི་གོ་སྐབས་བཅས་བྱུང་ཡོད་རེད། བྱས་ཙང་འདི་འདྲས་ཅིག་གི་བརྒྱུད་རིམ་གྱི་འོག་ནས་ད་སོ་སོ་ཡི་གནས་སྒེར་གྱི་གནས་སྟངས་བལྟས་པ་ཡིན་ན་གང་ཅིའི་དཀའ་ངལ་ཡོང་སྲིད་རེད་འོས་བསྡུའི་འགན་འཛིན་ལས་པར་གསལ་ཅིག་བྱེད་དུས་ད་འདི་ཟླ་བ་བརྒྱད་ཙམ་ཞིག་ལས་ཀ་བྱས་པ་ཡིན་ན་མིང་ཆེན་པོ་ཅིག་རག་ས་རེད་བསམ་ཡས་དེ་བསམ་པའི་ཡུལ་ལས་མེད་ལ། ཟླ་བ་གཅིག་བསྡད་དགོས་ཡོད་པ་ནས་འགན་ཆེན་པོ་ཅིག་གི་རྐུབ་བཀྱག་དེ་ལན་ཚ་དུས་བརྩམས་པ་ཨན་འགན་ཅིག་ཁྱིས་བྱས་ནས་ཨན་དམ་བཅའ་ཕུལ་བ་གཞི་བཟུང་གི་ལྷག་བསམ་རྣམ་དག་གིས་ལྟ་གང་ལྟ་སྒྲིག་གཞི་གཙོ་བོ་གཞི་ལ་བཞག་པའི་བཅའ་ཁྲིམས་དགོངས་དོན་གྱི་འོག་ནས་རེད་དྭགས་ན་ཞིང་འོས་བསྡུའི་སྒྲིག་གཞི་འདི་གས། ཉིན་མཚན་མེད་པར་སློབ་སྦྱོང་བྱས་བྱས་ནས་ལས་དོན་བྱེད་པའི་སྐབས་ལ་གོ་བསྡུར་སྦྱང་བཤད་གནང་ནི་ལྟར་ཡག་པོ་བྱུང་ཡོད་ནས་ང་ཚོ་གསུམ་གྱི་ཐག་གཅོད་རེད་མ་འགྲིག་པ་བྱུང་ཡོད་ནས་ང་ཚོ་གསུམ་གྱི་ཐག་གཅོད་འདི་འདྲས་གཅིག་གི་ངོ་བོའི་ཐོག་ནས་ལྟ་གང་ལྟ་དེ་རིང་གི་ཉིན་མོ་འདི་འོས་བསྡུའི་ལས་རིམ་དུ་མཇུག་སྒྲིལ་ཐུབ་པ་ཙམ་གྱིས། ཨེ་ནི་རང་ཉིད་ཡིན་ན་ལྷག་བསམ་རྣམ་དག་གིས་ལྟ་གང་དག། དཀའ་ངལ་ག་རེ་བྱུང་ཡོད་མེད་ལ་མ་ལྟོས་པའི་གང་དག་སྤྱི་ཚོགས་ནང་ལ་ལྟ་མིང་ཅད་བཞག་སོང་བསམ་ཡས་དང་འདི་འདྲ་གི་དོགས་པ་རྣམ་རྟོག་སྤུ་ཙམ་ཅི་ཡས་སོ་སོའི་གི་སེམས་ལ་ཡས་མེད་ལ་ཨེན་ད་རིང་གི་ཉིན་མོ་འདི་ལ་ལྟ་གསལ་བཤད་གང་གནང་པ་འདི་ང་ཚོ་གསུམ་སྤྱི་མོས་གི་ཐོག་ནས་ཕྱི་གསལ་ནང་གསལ་ཉི་མ་དང་པོའི་ཉིན་མོ་རང་གསར་འགོད་གསལ་བསྒྲགས་ཞུས་བྱས་ནས་གནང་པ་ནང་བཞིན་ཨ་ནི་ལས་རིམ་ཆ་ཚང། ཁྲིམས་དང་སྒྲིག་གཞི་གཞི་ལ་བཞག་པའི་ཐོག་ནས་ར་འཕྲོད་ཡོད་པའི་རིགས་ལ་གདོང་ལེན་འཛེམ་ཟོན་མེད་པ་ཐ་ན་ཞིག་བེད་ཀྱི་ད་མི་ཆེ་ཆུང་ལ་མ་ལྟོས་པེད་ཀྱི་བེད་ན་སྐུ་ངོ་སྲིད་སྐྱོང་ཡན་ཆད་ལ་ཡིག་ཐོག་ནས་འབོད་སྐུལ་ཕུལ་བ་ལ་སོགས་པ་ད་དེ་ཚོ་དཔེ་མཚོན་ཙམ་གྱི་རེད་མ་གཞི་ཨ་ནི་མི་མང་ནང་ཁུལ་ལ་གཅིག་ཕ་གའི་རང་དབང་གི་ཐོག་ནས་ག་རེ་བཤད་ནས་བཤད་ས་ཅི་ཡོད་པའི་གི་གདེང་ཆ་ཅིག་ཡོད་པའི་འོག་ནས་ཨ་ནི་དྲ་རྒྱའི་ཐོག་ནས་ཅིག་ལབ་བཞག་དུས་ཨ་ནི་མང་པོ་ཅིག་ཧུ་ཐག་འབའ་ཐག་སྤྱི་སེམས་ཡོད་ངེས་དེ་ཚོ་སེམས་ཤུགས་ཆག་ཡས་ཀྱི་གཞི་རྩ་ཅིག་ཆག་མ་སྲིད་པ་མི་འདུག། དེ་ཚང་མ་དྲ་རྒྱའི་ནང་ལ་བད་དེ་ཁོ་རང་དངོས་ལོ་ཆར་ཆེ་ནས་ཨ་ནི་གི་འཛམ་བུ་གླིང་གི་གདེང་ཆའི་སྒང་ལ་དུབ་ཟེར་བྱས་ནས་ཨ་ནི་ང་རང་ཚོ་ནང་ཁུལ་དག་འཁྲུགས་བསྡད་པ་དེ་རྒན་གཞོན་བར་གསུམ་ནས་ད་ད་ད་བ་འདུག་མང་ཚོགས་ཀྱི་ཟི་བཞིན་པ་རེད་ང་རང་ཚོ་ཡ་ཧ་གོ་བཞིན་པ་རེད་འདི་འདྲས་ཀྱི་ཐོག་ནས་ང་ཚོ་མཐའ་མའི་རྩ་དོན་དེ་ག་བ་སླེ་གི་ཡོད་རེད་དེའི་གི་ལང་ཀ་ལ་འགྲོ་གི་ཡོད་རེད་ཡོད་མ་རེད་ཟེར་ཏེ་མི་ངན་མི་རེ་ངོ་རེ་གི་འགན་ཁུར་ཡོད་རེད་འགན་ཁུར་དེ་ཞུགས་པ་ཡ་ཆགས་ཡོད་རེད་བྱས་ཙང་འདི་འདྲས་ཀྱི་ཐོག་ནས། ཅིག་གི་འཇོན་ཐང། ཨ་ནི་ཚགས་ཚུད་ག་ཚོད་བྱུང་ཡོད་མེད་ལ་མ་ལྟོས་པའི་ལྷག་བསམ་རྣམ་དག་ཞུ་དགོས་ཡ་འདི་ནི། ད་ད་རིང་ལེགས་གྲུབ་བྱུང་སོང་བསམ་པའི་དགའ་ཚོར་མེད་ཤི་སུ་གང་ལ་སྐྱོན་བརྗོད་མང་བཤད་དགོས་ཡ་དང་ཡག་བཤད་དགོས་ཡ་དང་འདི་ནས་མཇུག་སྐྱོང་ཞུས་བྱས་ནས་ཉེན་ཁའི་ནང་ལ་བྱས་ནས་དཀའ་ངལ་འཕྲད་དགོས་ཡ་འདི་འདྲས། ང་ཚོ་གསུམ་ག་ལ་བསམ་ཚུལ་འདི་འདྲ་གལ་ཏེ་རྒྱབ་ལ་འཁྱིལ་ནི་སྤྱི་ཚོགས་ནང་གི་གླེང་སློང་བྱས་བཞག་པ་འདི་གས་ལ་ཕར་ཚུར། གཅིག་གཅིག་ལ་སྦྱང་བཤད་བཤད་ལ་སོགས་པ། ལན་རྒྱག་ཡ་ལ་སོགས་པ་འདི་འདྲས་ཀྱིས་བརྣབ་སེམས་གནོད་སེམས་གང་ཡང་མེད།